རྣམ་པ་ཚོ་བཀྲ་ཤིས་ལ་ཞུ་ཡ་ཡིན་ད་ད་རིང་ང་ཚོ་འཛིན་གྲྭ་དྲུག་པའི་སློབ་ཚན་གསུམ་པ་འདི་རེད་འོ་འདི་གི་ད་རིང་ང་ཚོ་རྣམ་དབྱེ་དང་པོ་དང་སླར་བསྡུ་ཟེར་བ་འོ་འདི་འཛིན་གྲྭ་གསུམ་འཛིན་གྲྭ་དྲུག་པའི་སློབ་དེབ་ཀྱི་སློབ་ཚན་གསུམ་པ་འདི་རེད་ད་དེ་རིང་འོ་འདི་མ་ཞུ་ཡ་ཡིན། སློབ་ཚན་དེ་མ་སྦྱངས་པའི་སྔོན་ལ་ཡང་ང་ཚོས་ད་དོ་སྣང་བྱ་དགོས་ཡ་ད་ཡ་མེད་ན་ངེས་པར་དུ་ད་སློབ་ཚན་དེ་སྦྱངས་ནས་ནི་ག་རེ་ག་རེ་ཤེས་དགོས་རེད་ལ་དུས་ཡོད་ནི་འདི་དོ་སྣང་བྱེད་དགོས་ས་དང་ཤེས་དགོས་ཡ་ག་ཤེས་བྱོས་རེད་བ་དེ་མ་སྦྱངས་ཀི་ཡིན་ང་ཚོས་སྦྱངས་ཤིག་ག་ཤེས་བྱོས་རེད། དང་པོ་དེ་ལ་ཁྱེད་རང་གི་རྣམ་དབྱེའི་གལ་གནད་དང་དེའི་གོ་དོན་སྤྱིར་རྣམ་དབྱེ་ལ་དེ་གི་གལ་ཆེན་པོ་རེད་མ་རེད་དེ་ནས་དེ་གི་གོ་དོན་ག་རེད་བ་དེ་མ་ཞུ་གི་ཡིན་ད་རིང། དང་པོ་དེ་ལ། རྣམ་དབྱེ་ལ་ཡིག་འདི་ག་འདྲ་ཅི་རེད་གལ་ཆེན་པོ་རེད་བལྟས་ན་ཧ་སང་ཧ་ཅང་གི་གལ་ཆེན་པོ་རེད་ད། གལ་ཆེན་པོ་ག་འདྲ་ཞིག་རེད་ལབ་དུས་ང་ཚོས་ཀྱི་བོད་སྐད་ག་འདྲས་སྒྲོག་ཅིག་རྒྱག་གི་ཡོད་པ་ཡིན་ནི་ལེ། རྣམ་དབྱེ་བདུན་པོ་དེ་གའི་མེད་ཡག་པོ་ཅིག་མ་ཤེས་པས་ན་བོད་སྐད་རྩ་ཚང་བ་ཅིག་དང་ཆ་ཚང་བ་ཅིག་ཡག་པོ་ཅིག་རྒྱབ་ཐུབ་གི་མ་རེད། འདི་གཅིག་རེད། གར་བྱས་ནས་རྒྱབ་ཐུག་འོག་མ་རེ་ལ་འདུས། ང་རང་ཚོས་བཤད་བཤད་མགྱོགས་ཀྱི་སྐད་ཆ་འདི་གའི་ཚང་མ་ལོ་ཕག་མདུད་གཞུང་ལུགས་གཅིག་ལ་ཕག་ཁུངས་གཏུགས་པ་ཡིན་ན་གནམ་མིའི་མདུད་ལ་ཁུངས་གཏུགས་དགོས་ད། སྐད་ཆ་བཤད་མགྱོགས་ག་འདྲས་རོགས་བྱིན་པས་ནས་གནམ་མིའི་མདུད་ནང་ལ་ཕག་མདུད་འགྲོ་གི་རེད་མ་གཏོགས་གཞན་གས་ཡོད་མ་རེད་བྱས་ཙང་གནམ་མིའི་མདུད་འབོ་འདི་གས། ཧང་སང་ཡང་གི་སྐད་ཆ་བོད་སྐད་ཡག་པོ་ཅིག་ཤེས་དགོས་ཡོད་ནའི་རྣམ་གཡེང་དུམ་བུ་འདི་གའི་གལ་ཆེན་པོ་ཞེ་དྲག་རེད་ཨ། དེ་ནས་ཁྱེད་རང་རྩོམ་གཅིག་བྲིས་ཀྱི་ཡོད་ནའི་སྙན་ཞུ་གཅིག་བྲིས་ཀྱི་ཡོད་ནའི་ཐ་ན་ཁྱེད་རང་ཚིག་གྲུབ་ཅིག་བྲིས་ཀྱི་ཡོད་པའི་ནས་ལས་ཨ་ནི་རྣམ་གཡེང་དུམ་བུ་འདི་གའི་མེད་ཡིན་ན་ཁྱེད་རང་ཚིག་གྲུབ་བས་ཆ་ཚང་བ་ཇི་ལྟར་ཡག་པོ་ཅིག་བྲིས་འདུག་མར་དོན་དོན་ཆ་ཚང་བས་ཚིག་གྲུབ་ཡག་པོ་ཅིག་བྲིས་འདུག་མ་རེད། འོ་འདི་འདྲས་སོང་ཙང་རྣམ་གཡེང་ལ་འདི་ཡི་ད་བོད་སྐད་ཤེས་མཁན་སྨྱུག་གུ་ལག་པ་ལ་སྨྱུག་གུ་གཟིམ་ནི་ད་བོད་ཡིག་འབྲི་མཁན་ཅིག་ཡིན་ཕྱིན་ཆད་ལ་ཡ་ད་རྣམ་གཡེང་དུམ་བུ་འདི་གས་ངེས་པར་དུ་ད་ད་འདི་རྨང་གཞིའི་གི་ད་མ་མཐའི་ས་མཚམས་རེད་ད་འདི་གི་ཆ་རྐྱེན་འདི་གས་མེད་པས་ན་ཁྱེད་རང་བོད་པས་བོད་ཡིག་བོད་པས་བོད་ཡིག་གི་ད་སྨྱུག་གུ་གཅིག་གིས་བོད་ཡིག་ཅིག་འབྲི་ཁར་འགྲོ་བས་ནས་དཀའ་ལས་ཁག་པོ་བྱ་གི་རེད་ཁྱེད་ཚང་དཔེ་དཔེ་མ་སྲིད་པའི་གལ་ཆེན་པོ་རེད། ད་རྣམ་གཡེང་ལགས་ཀྱི་གོ་དོན་འདི་ག་རེ་བས་ལ་དུས་ང་ཚོ་ད་ལྟ་འོག་སློབ་ཚན་ཁྲིད་ཡོད་དུས་སྐབས་ལ་སླེབས་ཡོང་བར་འོག་ཏུ་བསྡུ་ཞུ་གི་ཡིན་ད་སྤྱིར་བཏང་གི་ད་ལྟ་གལ་གནད་དེ་ངས་ད་ལྟ་འདིར་ཞུས་བཤད་ན་བསམ་ཟོལ་དཔེ་གལ་ཆེན་པོ་རེད། གལ་ཆེན་པོ་ཡིན་སྟངས་ད་ལྟ་ཞུས་ཟིན་པ་ཡིན། དེ་ནས་སྐབས་སུ་བབས་པའི་རྣམ་དབྱེ་དང་པོའི་གོ་དོན་དང་དཔེ་བརྗོད་འདི་ག་རེ་བས་འོག་འདི་གི་དཔེ་བརྗོད་ཁྲིད་སྟངས་དང་རྣམ་དབྱེ་དང་པོའི་གོ་དོན་ག་རེ་འོག་འདི་ང་ཚོ་མ་བྲིས་ན་སློབ་ཚན་འདིའི་སྐབས་ལ་ཤེས་དགོས་ཡ་ཇི་རེད། དེ་ནས་ཚིག་ཕྲད་ཀྱི་གོ་དོན་དང་བརྡས་ཀྱི་དགོས་པ་སྦྱོར་བའོ་དེ་ཤེས་དགོས་ཡ་ཧང་སངས་རྒྱས་ཆེན་པོ་རེད་འདི་ང་ཚོ་སྦྱང་དགོས་ཡ་གཅིག་རེད། དེ་ནས་སླར་བསྡུའི་གོ་དོན་དང་སྒྲ་ཡི་འཇུག་པ་དེ་ཤེས་དགོས་གོ་རེད། སློབ་ཚན་འདིའི་གི་ན་ལོ་ལ། དེ་ནས་སླར་བསྡུའི་མིང་གི་རྣམ་གྲངས་འདི་རེད་མིང་གི་རྣམ་གྲངས་དེ་རྩ་བའི་ག་འདྲས་བསྟན་པ་རེད་འོ་དེ་ཤེས་དགོས་ཡ་གལ་ཆེན་པོ་ཞེ་དྲག་རེད་དེ་གཉིས་འདི་ན་ལོ་ང་ཚོ་ད་རིང་གི་སློབ་ཚན་འདི་ན་ལོ་ཤེས་དགོས་ཡ་གཅིག་རེད། དེ་ནས་ང་ཚོས་རྣམ་དབྱེ་དང་པོ་དང་སླར་བསྡུ་གཉིས་པོ་འདི་རྩ་བས་མ་བཤད་པའི་སྐབས་ལ་བཤད་རྩ་བས་བསྟན་ཚུལ་ལ་བསྡུ་རྩ་བས་མ་བཤད་པའི་སྐབས་ལ་བཤད་ཡོང་སྟངས་དེ་ག་འདྲ་ཞིག་གོ་རེ་བ་འདི་ལ་བསྟན་ཚུལ་ལར་རྩ་བས་བསྟན་ཚུལ་ཟེར་བ་ག་འདྲ་བྱས་ནས་བསྟན་ཡོད་རེ་བའི་བསྟན་སྟངས་སྦྱོར་བའོ་འདི་ཤེས་དགོས་གལ་ཆེན་པོ་རེད། དེ་ནས་ཤུགས་ལྡན་དང་དངོས་ལྡན་གྱི་རྣམ་གཞག་སྦྱོར་བ་འདིའི་སྐོར་ལ་ཡང་ང་ཚོས་གོ་བ་རགས་ཙམ་གཅིག་ངེས་པར་དུ་གོ་དགོས་རེད་ཤུགས་ལྡན་ལ་ན་ག་འདྲ་ཅིག་རེད་དངོས་ལྡན་ལ་ན་ག་འདྲ་ཅིག་རེད་འདི་གོ་བ་རགས་ཙམ་གཅིག་གོ་དགོས་རེད་འདི་ངས་ད་ལྟ་འདིར་ཞུས་ཤག་ཡིན། རྗེས་ལ་ཡང་སྲིད་ཡང་སྲིད་ཞུ་མོ་བ་བྱེད་པ། སྤྱིར་བཏང་ཤུགས་ལྡན་ལ་ན་ག་འདྲ་ཅིག་ལ་གོ་ན། རྩ་བས་མ་བསྟན་པའི་སྐབས་ལ་ཡང་ཕྲད་དེ་གིས་ཕྲད་ཅིང་མ་བསྟན་པའི་སྐབས་ལ་ཡང་རྩ་བས་དངོས་སུ་མ་མ་ཤེས་པར་བྱས་ནས་མ་མ་བསྟན་པར་བྱས་ནས་ཤུགས་གནས་ཐོབ་ཡོན་ཏན་དུ་ཡོད་རོ་འོ་དེ་ལ་ཡང་ཤུགས་བསྟན་ལགས་རེ་དངོས་བསྟན་ལ་འཛིན་པའི་རྩ་བས་དངོས་སུ་མ་བསྟན་པའོ། དེ་འདྲ་ཅིག་ལ་དངོས་བསྟན་ལྟ་དེ་མང་བྱས་གོ་ལ་ཞེས་བྱ་བ་རོ་ལ་ལྟོས་ལེགས་བཤད་སྦྱོར་བ་ན་མང་བྱས་ཆ་ཚང་བ་རྡོ་རྗེ་དངོས་བསྟན་རེད་དངོས་བསྟན་གྱི་རྣམ་གཞག་རྐྱང་རྐྱང་རྡོ་རྗེ་རེད། ཤུགས་བསྟན་གྱི་རྣམ་གཞག་མང་བྱས་དེ་ད་ལྟ་སུམ་ཅུ་པའི་སྐབས་ལ་མང་པོ་གླེང་ཡོང་གི་རེད་སུམ་ཅུ་པའི་སྐབས་ལ་ཡང་ཨ་ནི། རྩ་བའི་ཕྲད་འགའ་ཤས་ཀྱིས་མ་གཏོགས་ལྷག་མར་ཚང་མ་ཤུགས་བསྟན་ནས་བཞག་ཡ་བཞག་ཡ་དེ་འདྲའི་བཏང་ཡང་རྩ་བའི་འགའ་ཤས་ཀྱིས་ཕྲད་གཅིག་མ་གཏོགས་ཚེ་ལྷག་གཞན་པ་དེ་གའི་ཚང་མ་ལོ་ཤུགས་བསྟན་ནས་ཡ་བསྟན་བཞག་གོ་ཡ་དེ་ཤུགས་བསྟན་གྱི་ཐོག་ནས་བསྟན་ཡ་དེ་འདྲའི་མང་པོ་ཡོད་རེད་བྱས་ཙང་ཤུགས་བསྟན་ལ་དུས་དངོས་སུ་རྩ་བའི་རྣ་ལོ་དངོས་སུ་བཤད་མེད་ན་ཡང་ཤུགས་ནས་ཐོབ་ཡོད་ཡང་ཤུགས་ནས་བསྟན་ཡ་དེ་འདྲ་ཡོད་རེད་འོ་དེ་ལ་ཤུགས་བསྟན་དངོས་བསྟན་ལ་དུས་རྩ་བའི་དངོས་སུ་བསྟན་པ་ལ་ནི་དངོས་བསྟན། འོ་དེ་གའི་ད་ལྟ་ཤུགས་ལྡན་དང། དངོས་བདེན་གྱི་རྣམ་གཞག་རགས་ཙམ་ཅིག་འདུག་ཞུས་ཟིན་པ་ཡིན་ད་ང་ཚོ་ད་ལྟ་གང་འདི་ཞུས་ནས་ཞུས་ཙང་དེ་ནས་རྣམ་དབྱེའི་གོ་དོན་དང་འདི་ལྷག་མ་དེ་གའི་ད་ལྟ་སློབ་ཚན་འགྲོ་གི་འགྲོ་གི་ཞུགས་ཡིན། ད་དང་པོ་ང་ཚོ་རྣམ་དབྱེ་དང་ཚིག་འགྲེལ་གྱི་གོ་དོན་འདི་རེད་རྣམ་དབྱེ། སྤྱིར་རྣམ་དབྱེ་ལ་གལ་གནད་དང་དེ་ཚོ་ང་ཚོ་ཞུས་ཚར་ད་རྣམ་དབྱེའི་གོ་དོན་དང་ཚིག་འགྲེལ་དེ་ལྷག་དེ་རེད། དེའི་ནང་ལོགས་ནས་མངལ་ལ་ཉལ་ཚིག་འགྲེལ་གྱི་གོ་དོན་དུ་ཞུགས་ཀྱི་ཡིན། ཚིག་ཕྲད། ཅེས་པ་ནི་ཚིག་ཕྲད་ཚིག་གཞན་དང་ཕྲད་ན་དོན་སྟོན་པས་ན་ཚིག་ཕྲད། ང་ཚོ་འཛིན་གྲྭ་དྲུག་པའི་སློབ་དེབ་རྣམས་ལ་དོན་དག་འདི་ཡོད་མ་རེད་འདི་འདྲ་བོ་ཅིག་ཡོད་རེད་ཡོད་ཡིན་ན་ངས་ད་ལྟ་དེ་ལས་སླ་རུ་བཏང་ཡོད། ཚིག་ཕྲད་ལ་རུ་བ་ཚིག་འདི་ག་རེ་རེད་ལ་དུས་ཚིག་གཞན་དང་ཚིག་གཞན་རེད་ཡོད་ཚིག་གཞན་ག་རེ་ཡིན་ན་ཡིན་ཆོག་དཔེར་ན་ནམ་མཁའ། ཏེ། ནམ་མཁའ་ལ་དེ་མིང་གི་ཚིག་ཡིན་ནས་ཡིན་ཆོག་རེ་བྱ་བའི་ཚིག་ཡིན་ནས་ཡིན་ཆོག་རེ་ཁྱད་པར་གས་མར་བཤད་ཙང་ཚིག་གཞན་ལ་རེ་དང་འཕྲད་ན་ལར་ཚིག་གཞན་དག་ནི་རུ་དེ་འཕྲད་པའི་སྐབས་ལ་ས་རང་དོན་སྟོན་གྱི་ཡོད་རེད་དཔེར་ན་ནམ་མཁའ་ནམ་མཁའ་དང་ནམ་མཁའི་ཚིག་དང་བལྟས་པའི་གས་བྱ་ཚིག་དེ་གཉིས་གཉིས་ཀ་རུ་ལ་ཡང་ར་གཞོམ་གྱི་རུ་དེ་འཕྲད་ཡོང་པའི་སྐབས་ལ་ཡང་དོན་སྟོན་འགྲོ་བར་ནམ་མཁའ་རུ་བལྟས་ལ་དུས་ནམ་མཁའ་ལ་བལྟས་པའི་བྱ་བ་ཞེས་པའི་གི་དོན་དེ་ང་ཚོ་སྟོན་འགྲོ་བར་རེད། འོང་དེ་འགྲོ་བྱས་ཙང་ཚིག་གཞན་དང་འཕྲད་ན་དོན་སྟོན་པས་ན་ཚིག་འགྲེས། ཨཱ་ནི། དོན་སྟོན་པ་ཙམ་གྱིས་མ་གཏོགས་གཞན་པ་ཨཱ་ནི་དགོས་པ་ཡོད་མ་རེད་པས་ན་དགོས་པ་ཡོད་རེད་དགོས་པ་ག་རེ་ཡོད་ལ་དེ་དོན་སྟོན་པའི་དགོས་པ་དེ་དེ་འདྲ་ང་ཚོ་འགྲོ་ཚར་བ། དོན་སྟོན་པའི་དགོས་པ་ཡོད་རེད། དོན་དེ་ཡང་དོན་ཁ་གསལ་བོ་བྱས་ནས་སྟོན་པའི་དགོས་པ་ཡོད་རེད། ཨཱ་ནི་བརྗོད་བདེ་བ་ཡོད་རེད། ཚིག་མཛེས་པ་ཡོད་རེད། ཚིག་སྦྱོར། ཨཱ་ནི་གྲ་འགྲིག་པོ་ཡོད་ཡང་ལ་འདི་འདྲས་ལས་ཕན་ཐོག་གོ་རེད། བྱས་ཙང་ཨཱ་ནི་ཚིག་འགྲེས་འདི་ཧང་སངས་ཀྱི་ཁྱད་ཆེན་པོ་རེད། ཚིག་འགྲེལ་གྱི་གོ་དོན་དང་བཀོད་པ་ཐ་སྙད་འོག་ནས་དཔེ་བྱད་ཀྱི་ཐོག་ནས་ཞུ་གི་ཡིན་རོ། དཔེར་ན་འོག་དེ་ལ་ཡང་ནི་བཀྲ་ཤིས་ཁ་ལྷག་ཟས་ལ་འདི་མ་གཏོགས་འདི་ན་ལོ་ལ་ཚིག་ཕྲད་གས་དགུ་ཅི་ཡོད་མ་རེད། ཕྲད་གས་དགུ་ཅི་ཐོབ་ཡོད་མ་ད་ལྟ་འདི་ན་བརྒྱབ་ཡོད་མ་རེད་ཡོད། བྱས་ཙང་འདི་ལ་དོན་གས་སྟོན་ཐུག་མ་རེད་འདི་གི་བཀྲ་ཤིས་ཁ་ལྷག་ཟས་ལ་རོ། བཀྲ་ཤིས་འདི་ཁ་ལག་ཟ་མཁན་ཡིན། བཀྲ་ཤིས་ཀྱི་ཁ་ལག་མི་གཞན་པ་གཅིག་གི་ཟས་ཡིན། ཁ་ལག་འདི་བཀྲ་ཤིས་ཀྱི་ཟ་ཡག་གི་ཁ་ལག་ཡིན། ག་འདྲས་ཡིན་དོན་ཁྱོད་ནི་སྟོན་ཐུག་གོ་མ་ད། བྱ་བའི་ཡུལ་ག་རེ་ཡིན། བྱེད་པ་པོ་སུ་ཡིན། བྱེད་པ་པོ་བཀྲ་ཤིས་མ་ཡིན་པའི་གཞན་ཅིག་ཡོད་དམ་མེད། དེ་འདྲས་ཀྱི་སྐད་ཆ་རིགས་བཀྲ་ཤིས་ཁ་ལག་ཟེར་ལབ་ན་ད་ག་རེ་ལ་ཅིག་ལབ་གི་ཡོད་ན་བསམ་ཡ་དེ་འདྲས་ཡོད་རེད་ཡོད་ཆེ་ཚང། ད་དེ་འདྲས་ཀྱི་སྐབས་ལ་ཕྲད་ཅིག་བླུག་པའི་ན་དོན་ཁ་གསལ་བོ་ཞུ་བའི་ཕྱག་དྲོ་དོན་སྟོན་ཐུབ་པའི་ནུས་པ་ཡོད་པས་ན་ཆ་བྱ་བའི་ན། དེའི་པར་ར་དེ་ལ་བཀའ་ཡི་དང་སྐྱ་གྱི་གུ་སྐྱིད་ས་སྐྱིད་རྣམ་དབྱེ་གསུམ་པ་བྱེ་བྲག་ཕྱི་ལུགས་ཡིན་ད་ལོ་བཀྲ་ཤིས་སྐྱིད་བཀྲ་ཤིས་སྐྱིད། ཁ་ལག་ཟས། ལབ་ཡིན་ན། ད་བཀྲ་ཤིས་དེ་ཁ་ལག་ཟ་མཁན་ཡིན་པ་དང་ཨ་ནི་ཁ་ལག་དེ་བྱ་བ་འཇུག་སའི་ལས་ཡིན་པ་དང་དུ་ཚོ་དཔེ་གསལ་བོ་ཆགས་འགྲོ་གི་རེད་ད་ལྟ་བྱ་བ་འཇུག་སའི་ལས་ལ་དེ་ག་འདྲ་བྱེད་ན་ཡག་གོ་རེད་ང་ཚོ་ད་ལྟ་འདི་ཡོད་རེད་པ། རྣ་བའི་གཉིས་པའི་སྐབས་ནས་བཤད་པའི་ཀྱི། བྱ་བའི་ཡུལ་དང། ད་ལྟ་བདག་གཞན་དུས་གསུམ་གྱི་སྐབས་ནས་བཤད་པའི་བྱ་བྱེད་ལས་གསུམ་གྱི་ལས་བརྗོད་རོགས་དེ་གཉིས་ལ་ཡང་ང་ཚོས། བྱ་བའི་ཡུལ་ཡིན་པ་གཅིག་པ་རེད་དེ་ལས་གཅིག་བྱ་བ་བྱེད་སའི་ལས་དང་གཅིག་བྱ་བ་འཇུག་སའི་ལས་ལ་དབྱེ་བ་ཕྱེ་ཚ། ད་ལྟ་འདི་སྐབས་ལ་བྱ་བ་འཇུག་སའི་ལས་དེ་རེད་ཡོད་པ་ཤེས་ཚ། བཀྲ་ཤིས་འདི་ཨ་ནི་ག་ལ་ཟ་མཁན་ཡིན་པ་འདི་དཔེ་གསལ་བོ་ཆགས་འགྲོ་གི་འདུག། ཀྱིས་བརྒྱབ་ཡིན་ན། ད་འདི་པར་ལ་ས་དེ་ཕར་སོབ་ནས་རྣམ་གཡེང་དྲུག་པར་འབྲེལ་སྒྲ་བརྒྱབ་ཡིན་ན། བཀྲ་ཤིས་ཀྱིས་ཁ་ལག་ཟས་ལབ་ཡིན་ན། ད་བཀྲ་ཤིས་འདི་ཁ་ལག་ཟ་མཁན་ཆགས་གོ་མར་སྐབས་འདི་ལ། བཀྲ་ཤིས་ཀྱིས་ཟོས་བཤད་པའི་ཁ་ལག་འདྲ་བོ་ཁ་ལག་འདི། མི་བྱེ་འབག་ཅིག་གིས་ཟ་གི་ཡོད་པ་འདི་ཤུགས་ལ་སྟོན་འགྲོ་ཡ་ནི་བཀྲ་ཤིས་ཀྱིས་ཁ་ལག་ངས་ཟས་པ་ཡིན་ལ་ཡ། དོན་གྲུབ་ཀྱིས་ཁ་ལག། ངས་ང་གྲོགས་ཁོག་ཞུགས་ཏོག་སོ་ངས་ཟས་པ་ཡིན་ལ་འདི་འདྲའི། འོ་འོ་འོ་འདི་འདྲས་བྱས་ཙང། ཕྲད་གཅིག་གིས་དོན་མ་འདྲ་བ་སྟོན་འགྲོ་གི་རེད། དོན་སྟོན་པ་ཡིན་ན་དོན་དེའང་དོན་ཁ་གསལ་བོ་ཞུ་འདི་འགྲོ་ཡོང་ན་དོན་ཁ་གསལ་བོ་ཡོད་མ་རེད་བཀྲ་ཤིས་ཟ་མཁན་གཉིས་ག་འདྲ་ཡིན་གོ་ཚུལ་ཆ་ཚང། བཀྲ་ཤིས་ཁ་བཀྲ་ཤིས་ཀྱིས་ཁ་ལག་ཟས་ལ་དུས་བཀྲ་ཤིས། བྱེད་པ་པོ་ཡིན་པ་དེ་དོན་གསལ་བོ་ཞུ་སྟོན་འགྲོ་གི་རེད། ཡང་རྣམ་དབྱེ་དྲུག་པ། འབྲེལ་སྒྲ་རྒྱག་པའི་སྐབས་ལ། བཀྲ་ཤིས་དེ་ཁ་ལག་ཟ་མཁན་མིན་པར་བཀྲ་ཤིས་དེ་ཁ་ལག་དེ། ཁ་ལག་དེ་བཟོ་མཁན་ཡང་ཡང་མེད་ན་དེ་བདག་ཏུ་བཟུང་བའི་གི། དེ་འདྲ་འགྲོ་ཅིག་འབྲེལ་བ་ཡོད་པ་ཅིག་མ་གཏོགས། བྱེད་པ་པོ་ཡིན་པ་ཏིང་ཀུ་མ་བྱེད་དང་དེ་འབྲེལ་གྱི་དོན། སོ་སོ་སོ་ནས་ཁ་གསལ་བོ་བཞུགས་ཕྱག་དྲུག་ལ་ཕྲད་སོ་སོའི་བྱ་བའི་དོན། སྟོན་པ་མ་ཟད་དོན་ཁ་གསལ་བོ་བཞུགས་སྟོན་དྲུག་རེད། དོན་ཁ་གསལ་བོ་སྟོན་པ་ཡིན་ན་བརྗོད་བདེ་བ་ཡོད། བརྗོད་བདེ་བ་ཡིན་ན་ཚིག་མཛེས་པ་ཡིན་པས་ཁྱབ་པ་རེད་དཔེར་ན་ང་ཚོ་ཡང་ཚིག་མཛེས་པ་ལ་འདུད། རྒྱན་བསྟོད་ཀྱི་སྐབས་ལ་སྐྱང་ཡང་ཨང་གསུམ་རྒྱན་བསྟོད་འདི་ལ་གི་སྐབས་ཀྱི། རྒྱན་ལ་འཇུག་པ་བརྗོད་རོགས་མཛེས་ཀྱང་མཛེས། མཐོང་ཡང་མཐོང་བ་ལགས་དེ་འདྲའི་འོ་དེ་འདྲའི་སྐབས་ལས་ནམ་རྒྱུན། མཐུན་པའི་ཚིག་རྒྱན་ལ་དེ་འདྲ་བཤད་ཡོད་འགོར་བ་བྱས་ཙང་ད་ལྟ་འདི་ལ་དེ་འདྲའི་རང་དཔེ་བརྗོད་བཞག་དགོས་ཡ་ཡོད་མ་རེད། དོན་སྟོན་པ་གང་ཞིག་ཁ་གསལ་བོ་ཡོད་པ་བརྗོད་བདེ་བ་ཡིན་ན་རང་བཞིན་གྱིས་ཚིག་མཛེས་པ་ཆགས་ཚར་རེད་འདི་ཁོ་རང་ངས་འོ་དེ་འདྲ་བསམ་དགོས་དུས་ཡང་ཚིག་མཛེས་པ་རང་བཞིན་གྱིས་ཆགས་འགྲོ་རེད་ཤེས་མ་གཏོགས་དོན་བཀྲ་ཤིས་ཁ་ལག་ཟས་དྲོ་ལབ་ཡིན་ན་མི་ཉན་མཁན་དེ་གི་མགོ་ཁྱོད་ནས་མ་ཚོས་ནས་གང་འཚམ་བྱས་ནས་འཕྲལ་ཁྱོད་ནས་མ་བརྒྱབ་ཡིན་ན་སྐད་ཆ་དེ་འདྲ་བཤད་པ་ཡིན་ན་གང་འཚམ་བྱས་ནས་ཨ་ནི་ཉན་མཁན་དེ་ད་ག་རེ་ར་བཤད་དགོས་ར་དགོས་མཆོད་བསམ་དུས་ཚོད་འཕྲོ་བརླག་ར་བྱེད་བསམ་རྩིག་པ་ལང་ཡོང་ཡ་དེ་འདྲ་ཡོད་ར

རྣམ་སྨིན་གསུམ་པ་བྱེད་དཔེ་གྱི་སྒྲ་ཏག་ཏག་སྟོན་འགྲོ་གོ་རོ་བྱས་ཙང། ཨ་ནི་ཚིག་གི་སྦྱོར་བ་ཡིན་ནས་འགྲིག་པའི་བཀའ་ལུང་འགྲིག་སྟངས་དེ་ཡག་པོ་ཅིག་འགྲིག་ཐུག་ཐུག་གོ་རེ་ཡོད། གོ་བ་གླེང་མཁན་གྱི་ངོས་ནས་ཆ་བཤད་ནས་ཨ་ལ་འདི་བྱེད་པོ་པོ་རེད་འདུག་དང་འདི་བྱ་བ་ཅུང་ཟད་ལེགས་རེད་འདུག་དང་གསལ་བོ་ཞུ། ཆགས་འགྲོ་གོ་རོ། འོ་ལ་ཟོ་འདུག་བྱས་ནས་ཨ་ནི་ཚིག་གི་སྦྱོར་བ་ཡིན་ནས་འགྲིག་སྟངས་ཡིན་ནས་ཚིག་གི་སྦྱོར་བའི་འགྲིག་སྟངས་ཚིག་སྦྱོར་ལ་རུ་བ་ཚིག་སྦྱོར་ཡག་པོ་ཆགས་འགྲོ་གོ་རོ་ད། འོག་ཏུ་ཟེར་དགོས་པ་འོག་ཏུ་ཟེར་ཡིན། དེ་ནས་བདག་ང་ཚོ་རྣམ་དབྱེའི་གོ་དོན་དེ་ཡིན། ཆོས་ཉིད་ཀྱི་རྣམ་པ་མ་བསྒྲིབས་པར་སོ་སོར་དབྱེ་བ་ཞིག་ལ་རྣམ་དབྱེ་ཟེར་ཟེར་བ། ད་ལྟ་ང་ཚོ་སློབ་དེབ་ནང་ལ་འདི་རང་ཡོད་མ་རེད་ནས་ཉན་ཏེ་ལས་སླ་རུ་བཏང་པའི་ཁུལ་རེད། སྤྱིར་རྣམ་དབྱེ་ལ་ཚིག་མ་བཀྲམ་པ་ཡིན་ན་རྣམ་པར་དབྱེ་བ་ལ་རེ་བ་རྣམ་པར་དབྱེ་བ་ལ་དུས་ཙམ་པ་ཕ་སྤེལ་ཏེ་དབྱེ་བ་གཙང་མ་གཙང་རྐྱང་ཕྱེ་བ་ཅིག་ལ་རྣམ་པར་དབྱེ་བ་ལ་རེ་བ་རྣམ་པར་དབྱེ་བ་ཟེར་ནམ་རྒྱུན་ང་ཚོས་ད་རྣམ་པར་དབྱེ་སྟངས་དེ་ག་འདྲས་དབྱེ་གི་རེད་ལ་འདིར་འགྲེལ་བཤད་རྒྱབ་སྟངས་གཉིས་ཡོད་རེད་ཡ་དེ་གཉིས་འགྲེལ་བཤད་དང་པོ་དེ་དཔེ་དེ་ག་ནས་ཞུགས་ཡིན། ཨ་ལས། དཔེར་ན་ཆ་ཞབས་ཡིན་ན་ད་ང་ཚོ་གི་ནམ་མཁའ་རུ་བལྟས་ལབ་ཡིན་ན། ནམ་མཁའ་དེ་བྱ་བའི་ཡུལ་རེད་ལྟ་སའི་ཡུལ་རེད་བྱས་ཙང་ནམ་མཁའ་ལྟ་སའི་ཡུལ་གྱི་རྣམ་པ་འདི་དང། བལྟས་པའི་བྱ་བའི་རྣམ་པ་གཉིས་སོ་སོ་ལ་ཡང་དབྱེ་བ་ཕྱེད་དྲུག་གོ། འདི་བྱ་བ་འདི་བྱ་བ་འདི་རྣམ་པ། བྱ་བའི་ཡུལ་གྱི་རྣམ་པ་ནམ་མཁའ་འདི་གང་ལ་ཡང་ནི་བྱེད། བྱ་བའི་ཡུལ་གྱི་རྣམ་པ་ནམ་མཁའི་གང་ལ་བྱེད་ཀྱི་དུ་དག་ལ་ནི་ཡོད་པས་གཙང་མ་དབྱེ་བ་ཕྱེད་དྲུག་གོ། བྱས་ཙང་དབྱེ་བ་ཕྱེད་ཀྱིན་དུ་སོ་རུ་བས་ལ་དུ་རུ་རེད། གལ་སྲིད་འདི་པར་ར་གསུམ་གྱི་རུ་འདི་མེད་པ་ཡིན་ན་ནམ་མཁའ་ལྟས་ལབ་ཡིན་ན་དག། ཨ་ནི་དབྱེ་བ་འདི་གཉིས་འདྲེས་ནས་ད་ག་རེ་ར་བྱེད་ལབ་ཡིན།

རྣམ་དབྱེ་ལ་འདུ་བྱེད་ནི་འགྲེལ་བཤད་བརྒྱ་དང་གཅིག་ཡོད། ད་འགྲེལ་བཤད་གཞན་པ་དེ་བརྒྱ་པ་ཡིན་ན་དོན་གྱི་ཆ་ནས་རྣམ་པར་དབྱེ་བའི་ཚུལ་སྦྱོར་བ། འདིས་ཚིག་སྔ་མ་དང་ཕྱི་མ་གཉིས་ད་དོན་གྱི་ཆ་ནས་དབྱེ་བ་གང་འགྲེལ་བྱེད་ཀྱི་རིང་དཔེར་ན་ནམ་མཁའ་རུ་བལྟས། པང་དུ་མེ་ཏོག་བཤད་དེའི་བྱ་བ་གཅིག་ཡོད་རེད་དེ་ལས་བྱ་བ་གཅིག་ཡོད་བྱ་ཚིག་གཅིག་ཡོད་རེད་དེ། པང་དེའི་བྱ་བའི་ཡུལ་རེད་ནམ་མཁའ་དེ་བྱ་བའི་ཡུལ། ད་དེ་གཉིས་གཉིས་འབྲེལ་ཤར་རྒྱས་ཁོ་གཉིས་ཀྱི་རྣམ་པ་མ་འདྲ་མ་འདྲ་ཁོ་རང་གཉིས་ཀྱི་དོན་གྱི་རྣམ་པ་དེ་ཁོ་གཉིས་ཀྱི་ཐོག་ནས་མ་འདྲ་མ་འདྲ་ཆགས་འགྲོ། དཔེར་ན་ང་ཚོ་རྩོམ་ཡིག་ཅིག་བྲིས་པའི་སྐབས་ལ་ད་དེ་འདྲའི་ཕྲད་དེ་འདྲའི་མང་པོ་བེད་སྤྱོད་བཏང་དགོས་ཁེལ་གི་རོ། ཐ་སྙད་དེའི་སྐབས་ལ་རྣམ་པ་འདི་གཉིས་ཀྱི་ཐོག་ནས་བེད་སྤྱོད་ཁ་གསལ་བོ་ཡོན་ཐབས་ཤིག་བཏང་གི་ཡིན། དཔེར་ན། ནམ་མཁའ་རུ་བལྟས་ལ་དུས། ཨོ།

དོན་གཅིག་གི་ནང་ལོགས་ནས་ཡང་བྱ་བའི་ཡུལ་དང་བྱ་བ་དང་ད་བྱ་བ་བྱེད་མཁན་དག་ཚང་མ་ཡང་དབྱེ་བ་གཅིག་བྱེད་ཀྱི་ཡོད་པའི་རྒྱུ་མཚན་གྱིས་ཡང་ནམ་དབྱེས་འདུག་ཟེར་ཁྱེད་རང་ཚོས་འགྲེལ་བཤད་ག་རེ་བརྒྱབ་ནས་འགྲིག་གི་རེད་ཞུ་ཡ་ཡིན། ད་ད་རིང་ང་ཚོ་རྣམ་གཉིས་དང་ཚིག་ཕྲད་ཀྱི་གོ་དོན་དེ་དེ་ཞུས་ཟིན་པ་ཡིན་དཔེར་བརྗོད་ཀྱི་ལམ་ནས་ངོ་སྤྲོད་ཞུས་པ་ཡིན་ད་ང་ཚོ། རྩ་བ་དང་རྩ་འབྲེལ་ལ་བདུད་འཛིན་པ་རྣམ་དབྱེ་དང་པོའི་རྩ་བ་དང་འབྲེལ་པ་ལ་བྱས་ཙང་སྙམ་དུ་བདུད་ནི་རྩ་འབྲེལ་སུ་ཡོད། ད་རྣམ་དབྱེ་དང་པོས་རྩ་བའི་ག་འདྲེ་བསྟན་འདོགས་ལ་ང་ཚོས་དེང་གི་ཡུལ་བ་སྦྱང་གཞི་ན་ལ་ད་རྣམ་དབྱེ་དང་པོ་དེས་རྩ་བའི་ག་འདྲེ་བསྟན་པ་རེད་ལ་བདུད་གང་ཞིག་ཟེར་ཡ་དེ་རྣམ་དབྱེ་གང་ཞིག་ར་དོན་གྱི་ངོ་བོ་ཙམ་བརྗོད་པ་ལ་ནི་རྣམ་དབྱེ་དང་པོ་ཟེར་གྱི་ཡོད་རེད། གང་ཞིག་དོན་གྱི་ངོ་བོ་ཙམ་བརྗོད་པ་རྣམ་དབྱེ་དང་པོ་ཡིན། སོགས་དུ་བསྟན་པར་ལྟ་དེ་རྩ་བའི་བསྟན་པའི་སྐབས་ལ་ལྟ་དེའི་སྣ་ལོགས་ནས་ང་ཚོས་གི་གང་ཞིག་ལ་དེ་རྣམ་དབྱེ་ལ་གོ་གི་རྣམ་དབྱེ་ག་འདྲས་ཅིག་ཡིན་པ་ཡིན་ནས། གལ་སྲིད་དེའི་སྣ་ལོགས་དོན་གྱི་ངོ་བོ་ཙམ་བཅུག་གོ། བརྗོད་གོ་འདུག་ན་འདི་རྣམ་དབྱེ་དང་པོ་རེད་ད་ལར་ད་ལས་ལ་འོ་འདུག་དེ་གོ་མ་ཚུད་ཡ་མི་འདུག་ད་དེ་གི་སྣ་ལོགས་ནས་ང་ཚོས་ངོ་བོ་ལ་དེ་གཅིག་གསལ་པོ་ཡོད་པ་ཤེས་གོ་རེད་དེ་ནས་ཙམ་སྒྲ་དེ་ཙམ་ལ་དེ་འགྲེལ་བཤད་ཅིག་གོ་གོ་རེད་ཨ་འདི་གཉིས་མགོ་ཚོས་སོང་ན་ཨ་ནི་ལས་སླ་བོ་ཆགས་ཚར་ད། ད། ངོ་བོ་ལ་ཡི་དེའི་མིང་ལ་གོ་གོ་སྐབས་འདི་ལ་མིང། མིང་རང་ལ་ཡ་བྱས་ཙང། གང་ཞིག་དོན་གྱི་མིང་ཙམ་ལ་འདུག་སེ་འདུག་སེ་གོ་བ་ལེན་བཞིན་ནི་གང་ཞིག་དོན་གྱི་མིང་ཙམ་བརྗོད་པ་རྣམ་དབྱེ་དང་པོ་ཡིན་འདུག་སེ་ལབ་ནའི་འགྲེལ་གྱི་རང་ངོ་བོ་ལ་དེ་མིང་ཙམ་ལ་གོ་མིང་ལ་གོ་གོ་གོ་བྱས་ཙང། ད་ཙམ་སྒྲ་དེ་ལ་ཡ་ང་ཚོ་ནམ་རྒྱུན་མི། ཉིན་མོ་ཉིན་མོ་འཚོ་བའི་སྐྱེས་པའི་སྐབས་ལ་ཡང་ང་ཚོས་བརྩམས་སྒྲ་འདི་འབྲི། བོད་ཆོས་གཉིས་གསུམ་ཚུལ་ལ་བཏང་གི་འདུག་ད་དང་པོ་ངས་ཞུས་པ་ཡིན་ན། དོན་གྲུབ་ཁྱོད་ལ་དངུལ་ཡོད་པས་འགྲོ་ལབ་ཡིན་ན་ད་ངེད་ཀྱི་གྲོགས་པོ་ཞིག་ལ་དྲི་བ་དྲོ་བཏང་པ་ཡིན་ན་ཁོས་ང་ལ་ཡར་ལག་རོ་བ་ད། ད་ངའི་གྲོགས་པོ་དེས་ང་ལ་ལག་རོ། ང་ལ་སྒོར་མོ་བརྒྱ་ཙམ་ཡོད་ལག་རོ་བ།

ཉམས་འགྱུར་འཚོལ་བའི་རྣ་ལོ། རྩམ་སྒྲའི་གོ་བ་གཅིག་འོག་ཏུ་འདྲེན་བྱེད་ཀྱིན་ཡོད། དེ་ནས་ཡང་རྩམ་སྒྲ་གོ་བ་གཅིག་ལ་ག་རེ་ཡོད་རེད་ལ་དུས་ཙམ་བར་ལ་ཡ། ཕ། ལས་ཀ་འདི། ལས་ཀ་བརྒྱུད་རིམ་མང་པོ་བྱས་ཡོད་པས་ན་བརྒྱུད་རིམ་མང་པོ་དེ་གའི་རྣ་ལོ་ནས། དེ་གའི་མགོ་བཙུགས་ཙམ་མགོ་མགོ་ཙམ་གཅིག་གི་ལས་ཀ་མ་གཏོགས་ལྷག་མ་ཁྱོན་ནས་མ་བྱས་པ་གཅིག་ལ་ཡ། དེ་འདྲ་གཅིག་ལས་ཡང་ང་ཚོ་གིས་རྩམ་སྐྱའི་གོ་བ་གཅིག་གིས་ངས་དཔེ་ཅིག་ཞུས་པ་ཡིན་ན་དཔེར་ན་ཆ་བཤད་ན་ང་ཚོས་ད་རིང་ངས་ངའི་ནི་ཨ་མ་ཐུགས་ཁག་ཆེན་པོ་ཡིན་ལབ་རོགས་བྱས་ཙང་ཨ་མ་ཐུགས་ཁག་ཆེན་པོ་ཡིན་ལབ་པ་དང་ཨ་མ་ཐུགས་ཙམ་བྱས་པ་ཡིན་ལ་འདི་གཉིས་བར་ལ་དཔེ་མ་སྲིད་པའི་ཁྱད་པར་ཆེན་པོ་ཡོད་རེད་དཔེར་ན་ཆ་བཤད་པ་ཡིན་ན་ནམ་རྒྱུན་ཨ་མ་ཐུགས་ཁག་ཆེན་ཡིན་ལབ་དུས་རྩམ་པ་ཨ་ནི་ཨ་མ་ཐུག་ཁ་ལ་བསྙེན་པར་འགྲོ་ཅིག་ཉུལ་ན་ལག་རྟགས་སྒྲོག་ཅིག་ཁྱེད་ནི་ནང་ལ་འགྲོ་ནས་ནི་ཨ་མ་ཐུག་ཡ་ཨ་ནང་ལ་རོགས་པ་བྱེད་གཙང་མ་བྱེད་ཨ་ནི་ཁ་ལག་བཟོས་ཕ་མ་མཉམ་དུ་ཉི་མ་གཉིས་གང་སྐད་ཆ་བཤད་བག་ཧ་ཧུ་ཚུལ་ཧ་བྱེད་ནས་སྐྱིད་འུར་བྱེད་ནས་བསྡད་ཅིག་ད་ཐུག་བལ་གྱི་བྱ་བའི་རིམ་པ་ཆ་ཚང་བརྒྱུད་རིམ་གཅིག་ཡོད་རོགས་ཁོ་ན་ཐུག་ཁར་འགྲོ་བའི་སྐབས་ལ་ཡ་བྱེད་དགོས་ཡ་ཐུག་བལ་བྱ་བ་འདི་སྐབས་ལ་བྱེད་དགོས་ཡ་བརྒྱུད་རིམ་ཆ་ཚང་བརྗོད་རོགས་པ་འོ་འདི་སྐད་ཆ་ཚང་བྱས་པ་ཡིན་ན་ངས་ཨ་མ་ཐུག་ཁ་བྱིན་ཡིན་ས་ནི་ཨ་ནི་ཐུག་ནི་འདི་འདྲ་འདི་འདྲ་འདི་འདྲ་འདི་འདྲ་བྱེད་ཡིན་ཐུག་བལ་སྐབས་ལ་འདི་འདྲ་འདི་འདྲ་བྱེད་ཡིན་ལ་བརྗོད་རོགས་པ། དེ་གཅིག། ད་དེ་ནས་ངས་ཨ་མ་ཐུག་ཙམ་བྱས་པ་ཡིན་ལ་དུས་ཙམ་བར་ལ་ཡ། ཨ་མ་ལ་ཡ་ད་ལག་རྟགས་འགྲོ་ཅིག་ཁྱེད་ནི་ཕར་ཐུག་ཁར་འགྲོ་བ་ཙམ་གྱིས་མ་གཏོགས་དེའི་ལྐུགས་པའི་ད་ན་སྙམ་དུ་དེ་ཧ་ཧ་ཧུ་ཧུ་བྱས་ནས་ཅིག་མ་གོ་ཅིག་ར་འོ་དེ་གས་ཚང་མ་བྱས་ཡོད་མ་རེད་དེ་གས་ཚང་མ་གཡུགས་ཚར་རྩ་བྱས་ཙང་ཐུག་ཙམ་གྱི་ཙམ་སྒྲ་དེ་གིས་ནམ་ནམ་རྒྱུ་ཐུབ་པའི་བཀག་པའི་བྱ་བའི་བརྒྱུད་རིམ་ལྷག་མ་དེ་གས་ཚང་མ་སྤངས་ཚར་རེད་བྱས་ཙང་ཙམ་སྒྲ་དེ་ལ་ཡང་འོ་དེ་འདྲས་ཅིག་ཡོད་རེད་གོ་ལས་ཀ་བྱས་ཙང་འགྲོ་ཅིག་མ་བྱས་ནས་ཁོ།

ཆོས་གང་ཞིག་རང་རང་གི་ངོ་བོ་གཞན་དང་མ་འདྲེས་པའི་ཆ་ནས་ཚིག་ཏུ་སྒྲུབ་པ་ནི་རྣམ་དབྱེ་དང་པོ་ཡིན། ད་བརྩམས་འགྲེལ་གོ་དོན་དུ་བཤད་བར། ཆོས་གང་ཞིག་རང་རང་གི་ངོ་བོ་ཙམ་བརྗོད་པ་ཡིན་ན་རྣམ་དབྱེ་དང་པོ་ཡིན་ལ། ད་དཔེར་ན་ཆ་བཤད་ན། མིག་ལ་ནི་མ་བརྗོད་པའི་སྐབས་ལ་མིག་ལ་གི་མིང་དེ་མིང་ཚིག་འདི་མ་བརྗོད་པའི་སྐབས་ལ་ཡང་རྣམ་དབྱེ་དང་པོ་རེད་ལ། ཁོ་ལ་ཡང་ཨ་ནི་གར་བྱེད་ནི་རྣམ་སྨིན་དང་པོ་ཆ་རེ་རེད་ཆ་རྐྱེན་དེ་ག་དུས་ན་བརྩམས་སྒྲ་འདི་གིས་མང་པོ་ཅིག་སྤངས་ཚར་མིག་ཆེན་པོ་འདུག་མིག་སྙིང་ལྗིད་མོ་འདུག་མིག་ཡག་པོ་འདུག་མིག་གིས་མཐོང་གི་མིག་གིས་བལྟས་ལ་ད་དེ་རྐུབ་ཀྱིས་བལྟས་ཏེ་བལྟས་པ་དང་མཐོང་བ་དང་མཛེས་པ་དང་དེ་གས་ཚང་མ་ཕ་སྤངས་ཚར་ད་གིན་གང་ལ་ཡང་ཨ་མ་ཐུག་ཙམ་བྱས་རེད་མ་གཏོགས་ཐུབ་པའི་བྱ་བའི་ནམ་རྒྱུན་བརྒྱུད་རིམ་གྱི་ལས་ཀ་མང་པོ་ཅིག་གིས་དེ་གས་ཚང་མ་བྱས་ཡོད་སྤངས་ཚར་གཡུགས་ཚར་བར་བ། འོ་དེ་འགྲོ་བྱ་འདག་དེའི་སྐབས་ལ་བརྩམས་སྒྲ་འདི་གིས་གོ་བ་འོ་དེ་ཚུལ་སྤངས་པའི་བྱ་བ་བྱེད་དགོས་གོ་ཐེ་ཚོམ་གྱི་བརྩམས་སྒྲ་འདི་ལ་མ་རེད། བྱས་ཙང་མིག། མིག་གི་ཚིག་བརྗོད་པ་ཙམ་མ་གཏོགས་མིག་ཡག་པོ་འདུག་དང་མིག་སྡུག་ཅག་འདུག་དེ་འདྲ་གས་དགོས་ཆུ་བཤད་ཡོད་མར་བ་བྱས་ཙང་རྣམ་དབྱེ་དང་པོ་རེད་ལ་རེད། དེ་ནས་གཟུགས། ནར་ཁོག་གཟུགས། ཡིན་པ་ཙམ་མ་གཏོགས་གཟུགས་ཐུང་ཐུང་འདུག་གཟུགས་གགས་པ་འདུག་དེ་འདྲའི་འགྲེལ་བཤད་གས་བརྒྱབ་ཡོད་མར་བ། དེ་གས་ཚང་མ་གགས་པ་དང་སྐམ་སྦུག་དང་སྙིང་རྗེ་མོ་དང་གཟུགས་ཡག་པོ་དང་དེ་གས་ཚང་མ་སྤང་ཚར་གཡུགས་ཚར་ཙམ་འདྲེས་བྱས་ཙང། གཟུགས་ལ་རྣམ་དབྱེ་དང་པོ་ན་ལ་ཚུད། ད་དེ་ནས་ང་ཚོ་དེ་གས་ཚང་མ་ད་ད་ག་ནས་བཞིན་འདྲ་ཕྱེ་མ་ལེབ་འབྲང་མ་གླང་ཆེན། དེ་གས། ཞེས་བརྗོད་པའི་འདྲ་ལྟ་བུ་ཡིན་དེ་གས་དེ་ལྟ་བུའི་གིས་ད་རྣམ་དབྱེ་དང་པོའི་དཔེར་བརྗོད་རེད་ལར། ད་དེ་ནས་ང་ཚོ་ཆོས་གང་ཞིག་རང་གི་ངོ་བོ་གཞན་དང་མ་འདྲེས་ལར་བ་ད་མ་འདྲེས་པའི་ད་མ་འདྲེས་པའི་ཡིན་ན་ག་འདྲ་བྱས་ནས་འདྲེས་ཀྱི་ཡོད་མ་རེད་ལ་དུས་བྱས་ཙང་ཆོས་གཞན་དང་མ་འདྲེས་པའི་གི་ཚུལ་ལ་དུས། མ་འདྲེས་པའི་གི་ཀྱི། རྣམ་པར་སྦྱོར་བ་འདི་ག་འདྲ་ཅི་རེད་ལ་དུ། གླང་ཆེན་ཞེས་བརྗོད་པའི་ཚེ་ལ་ཚེ་ལ་དུ་སྐབས་ལ་བོར་བ། སྐབས་ལ་ཟེར་བ། སྦྲགས་མའི་ངོ་བོར། སྦྲགས་མའི་ངོ་བོར་མ་བྲིས་པར་སྟོན་པ་ལྟ་བུ་དཔེར་ན། གླང་ཆེན་ལ་དུ་ཙམ་པ་ཁྱེད་རང་གིས་གླང་ཆེན་རང་ལ་གོ་གི་རེད་མི་འདུག་འདི་སྦྲགས་མ་ཡིན་པས་སོ་རྣམ་པར་འགྲེལ་དེ་འགྱུར་འགྲོ་དེ་འདྲ་གོ་གི་མི་འདུག་བ་བྱས་ཙང་གླང་ཆེན་ལ་དུ་གླང་ཆེན། བཀྲ་ཤིས་ཤོག་ལ་དུ་དུད་འགྲོ་དུད་འགྲོ་རྒྱུན་གོམས་པར་བ། འོ་དེ་འགྲོ་པ་དེ་མ་བྲིས་པའི་ཆ་ནས་གསལ་བོ་ཞུ་མ་སྟོན་ནས་དེ་ཡང་ཨ་ནི། རྒྱགས་པ་དང་སྐམ་ཕུ་དང་དེ་ལ་སོགས་པའི་ཀྱི་བྱ་བ་དང་བྱ་ཚིག་དང་ཁྱོད་ཀྱི་ཁྱད་ཚིག་དང་དེ་འདྲ་མང་པོ་ཅིག་སྤངས་འདུག་གོ་རེད་པ། འོང་དེ་འདྲས་ཀྱི་ཆ་རྐྱེན་གཉིས་ཚང་སོང་ན་རྣམ་དབྱེ་དང་པོ་རེད་ལར་ད། འོང་དེ་ལ་སྤྱིར་རྣམ་དབྱེ་དང་པོ་ནི་མིང་ལས་ལོགས་སུ་མེད་ལར་ད་རྣམ་དབྱེ་དང་པོ་དེ་མིང་ལས་ལོགས་སུ་རྣམ་དབྱེ་དང་པོ་ཅིག་བཞག་ཡ་མེད་ལར། འགོ་ཚུགས་སོ་རྣམ་གཡེང་དང་པོ་ཆོས་ཅན་རོ། མིང་ལས་ལོགས་སུ་བཞག་རྒྱུ་ཡོད་པ་དག་ལ་བདུད་ཙམ་པ་ཨ་ཡོད་མ་རེད་མིང་ལས། མིང་ལས་ལྷག་པའི་ཆེ་ཚང་ང་ཚོ་ཅིའི་ཕྱིར་ལ་ནི་ལན་འདི་རྒྱབ་རྒྱུར་རོ། རྣམ་གཡེང་དང་པོ་ཆོས་ཅན་མིང་ཡིན་པར་ཐག་ལ་འདོད་ལབ་རྒྱུ་རེད་ད། འོ་ལགས་སོ་ད་དེ་འདྲས་ཅི་རེད། མིང་ཡིན་ན་རྣམ་གཡེང་དང་པོ་ཡིན་པས་ཁྱབ་རེད་ད་དེའི་སྐབས་ལ་ང་ཚོ་བྱ་བའི་མིང་དང་ཚིག་གི་མིང་དང་ཆོས་ཅན་བརྗོད་པའི་མིང་དང། བཏགས་པའི་མིང་དང་དངོས་མིང་དང་ད། རྗེས་འགྲོ་གི་མིང་དང་དེ་འདྲས་ལ་སོགས་པ་མང་པོ་ཅིག་བཤད་དགོས་སྐོར་དེ་ཚོ། དེའི་སྐབས་ལ་ད་ལྟ་མོ་གོ་བྱེད། ཁ་ཆེ་ན། མིང་ཡིན་ཚད་རྣམ་དབྱེ་དང་པོ་ཡིན་པས་ཁྱབ། འདུག་ཟེར་ལབ་ཤར་འབྲིང་པོ་ཁྱེད་རང་བརྗོད་པའི་མིང་ཡིན་ནའི་རྣམ་དབྱེ་དང་པོ་རེད། འོ་ལགས་སོ། ཨ་ནི་བྱ་བའི་མིང་དང་ལ་སོགས་པ་མང་པོ་ཡོད་རུང་བ་ད་ང་ཚོ་མ། ད། སླར་བསྡུའི་རྩ་བ་དང་དེའི་འགྲེལ་པ་ལ་བྱས་ཙང་སླར་བསྡུའི་རྩ་འགྲེལ་ལབ་ཤར་ནས་འགྲིག་གོ། དེང་གི་སྒང་འདི་ལ་ངེད་ཀྱིས་རྣམ་དབྱེ་དང་པོའི་རྩ་འགྲེལ་ལབ་སོ་ད་ད་དུ་མར་བཀྲམ་པ་ཡིན་ན་སླར་བསྡུའི་རྩ་བ་དང་འགྲེལ་པ་ཟེར་རོ། ད་ལས་བྱ་བྱེད་དབང་གི་སྣ་ལོ་ལ་རྩ་བས་ག་འདྲ་བསྟན་ཡོད་ལབ་དུས་གོང་འོག་མཐོ་ནོམ་བུ་མོ་འོ་རོ་ལོ་སོགས་དུ་སླར་བསྡུ་སྟེ་རྫོགས་ཚིག་བདག་བསྡུས་བཅས་ཀྱང་བྱ་བྲག་ཡོད་ལྟོ་དང་ཐ་མའི་འོ་ཞེས་ནང་མིང་མཁན་རྗེ་བདུན་སྦྱར་ལ་འདུག་བསྟན་ཡོད་ལ། ད་ལྟིག་གི་རྩ་བའི་གོ་དོན་མ་རོབ་རྩ་ཅིག་སྤྲོ་བས་ན། གོང་འོག་མགོ་མ་ཚུད་ཡ་ཡོད་མ་རེད་པས་ལས་ལ་འོ་རེད། གོང་འོག་མཐོ་ནོམ་བུ་མོ་འོ་རོ་ལོ་སོགས་གཏོགས་ལ་དུས་འདི་གས་ཁ་རས་ལ་ན་ལྟོ་བུ་དོ། སླར་དུ་སྟེ་ལ་དུ་སླར་དུའི་ཕྲད་རེ་དག་ལར་དག་སླར་དུ་སྟེ། འཁོར་ལོ་མིང་གི་རྣམ་གྲངས་ཡོར་བས་ལ་དུ་ཡོར་དག། རྫོགས་ཚིག་དང། ད་དུས། ཅེས་ཀྱང་བྱ་ལ་དུ་རྫོགས་ཚིག་ཡལ་གི་ཡོར་རེ་ད་དུས་ཡང་ལ་གི་ཡོར་དག་ལ་རེ་སླར་དུ་དག་ཡིན་པར་བའོ། ལ་སོ། ད་དེ་ནས་ཁོ་ལ་ཡང་ཕྲད་དེ་གས་རང་དབང་ཅན་རེད་གཞན་དབང་ཅན་རེད་བས་ལ་ལྟོས་གཞན་དབང་ཅན་རེད་ལར་རྗེས་འཇུག་གཞན་གྱི་གཞན་གྱི་དབང་ལ་ལྟོས་ཏེ་འཇུག་དགོས་ཀྱི་ཡོད་ཙང་གཞན་དབང་ཅན་རེད་ལ་རེད་སོ་སོ་ལ་རང་དབང་ཡོད་མ་རེད་རྗེས་འཇུག་རྗེས་འཇུག་ག་རེ་ཐོབ་ཁུ་དུ་ནས་འདི་རྐུབ་ལ་བཏགས་གིན་བཏགས་གིན་ཁོ་རང་དབང་མེད་པ་བྱས་ནས་ཐོབ་འགྲོ་དགོས་རེད་བྱས་ཙང་གཞན་དབང་ཅན་ལ་རེད་བྱས་ཙང་གཞན་དབང་ཅན་ཡིན་ན་འདྲ་ཡི་འཇུག་པ་ཡོད་རེད་ཡོད

ད་ཡང་འཇུག་ཡོད་ཡིན་ན་ད་ན་ར་ཏོ། རྗེས་འཇུག་ཁྱོད་ནི་མེད་པས་རྗེས་འཇུག་ག་ཚོད་ཡོད་ར་བཅུ་ཡོད་ར། ག་ང་ད་ན་བ་མ་ར་ལ་ས་རྣམས་རྗེས་འཇུག་བཅུ་དེ་གས་རྗེས་འཇུག་བཅུ་པོ་གང་དགུ་བཅུ་མེད་པ་ཡིན་ན་ཨ་ནི་ཨ་ན་རོ་འོ་འཇགས་ཞོ་ལ་རེད། ཨ་ནི་ཡང་ཨ་ན་རོ་འོ་དེ་རྗེས་འཇུག་གས་དགུ་བཅུ་མེད་པ་ལས་འགྲོ་གི་རེད། ཡང་རྗེས་འཇུག་ཨ་གི་རྐུབ་ལས་ཡང་ཨ་ན་རོ་འོ་ཐོབ་གི་རེད་ད། འདི་ག་འདྲའི་ཧ་གོ་གི་རེད་བས་ལ་དུས་གཞན་རྣམས་མིང་དེ་རྗེས་མཐུན་སྦྱར་ལ་རེད་ད། ཨ་ནི་གཞན་པ་ལྷག་མ་ད་ན་རོ་ཏོ་དང། ཨ་ན་རོ་འོ། ཐ་མལ་ལོ་ཐོབ་པ་འདི་ཕར་ཕུལ་བའི་ལྷག་མ་ཨ་ནི་བཅུ་ཡོད་རེད་པ་འབྱིན་བཅུ་བཅུ་འོ་འདི་སྐད་བཅུ་པོ་འདི་སྐད་ཐམས་ཅད་ཨ་ནི་སོ་སོ་སོའི་གི་མིང་མཐའ་ལ་ཡོད་པའི་རྗེས་འཇུག་དང་མཐུན་པར་སྦྱར་ཞོག་ཨོ་ལར་དེ་གཞན་ལྷག་མ་དོན་གཙོ་མིང་མཐའི་རྗེས་འཇུག་དང་མཐུན་པར་དང་མཐུན་པོ་མཐུན་པར་སྦྱར་ཞོག་ཨོ་ལར་ག་འདྲས་གོ་བདེ་བོ་དོ་ད་དེ་པས་ལས་སླ་བོ་དོ་དོ་བ་དོན་གཙོ་འགྲེལ་བཤད་རྒྱག་དགོས་ཡ་ས་མི་འདུག། ད་བྲེ་ཆེ་ཁོ་རང་སློབ་དེབ་ནང་ཡོད་དུ་མ་སློབ་ནས་བཞེད་པ་ལྟར་སླར་དུས་འཕྲད་དགོང་མོ་དོ་ནུབ་བུ་མོ་འོ་རོ་ལོ་སོ་རྡོ་བཅས་བཅུ་གཅིག་པོ་རྣམས་མིང་མཐའི་རྗེས་འཇུག་དང་རྗེས་འཇུག་རང་རང་དང་མཐུན་པར་སྦྱར་བ་བཅུ་དང་ལར་བཅུ་གར་འདྲི་ས་ཡོད་རེད་རྗེས་འཇུག་བཅུ་ཡོད་རེད་བ་འོ་འདི་གི་བཅུ་ཆེ་ཨ་ནི་ད་ཡང་བཅུ་གི་ཐ་ལ་ཡ་ད་དྲག་གམ་ད་ཡང་བཅུ་ཡོད་པ་ལ་ལྟོ་དང་ལར་ལྟོ་སྦྱར་ཞོར་དེ་གང་ལ་འགྲེལ་བཤད་རྒྱག་པ་གཅིག་པ་གཅིག་རྐྱང་རེད་དེ་ནས། དོན་དག་ཨ་ན་རོ་འོ་དེ་རྗེས་འཇུག་ཨ་གི་རྗེས་ལ་ཐོབ་པ་མ་ཟད་ཨ་ནི་རྗེས་འཇུག་མེད་པའི་སྐབས་ལ་འཇུག་གི་ཡོད་ཙང་ཐ་མའི་དམ་རྗེས་འཇུག་མེད་པས་མེད་པའི་མཐར་ཨ་ན་རོ་འོ་སྦྱར་ཞོག་སླར་ཡོད་ཨ་ནི། མིང་གཞན་པ་གར་ཡོད་རེ་རྫོགས་ཚིག་དང་ད་དུས་བཅས་ནི་སླར་དུས་མིང་གི་རྣམ་གྲངས་ཡིན་ཡང་སྒྲ་བཤད་ཙམ་གྱི་དབྱེ་ན་ཨ་སླར་སྒྲ་བཤད་ཙམ་གྱི་ནི་ཞུས་ཡིན་ན་ཨ་སླར། ཡིན་ནའི་ད་ང་གྲོངས་ཤིག་ན་ད་དུང་སློབ་དེབ་ནང་གི་འགྲེལ་བཤད་དེ་ངས་ཕྱི་དྲག་དགའ་མ་སོང། ང་རེད་རྗེས་ལ་ད་ལྟ་འདི་མཉམ་དུ་སློབ་དེབ་ནང་གི་འགྲེལ་བཤད་དེ་ཡོད་པ་གང་ཞིག་ང་རེད་གོ་ཐེ་བོ་བྱས་ནས་ཞུ་གི་ཡིན། རྫོགས་ཚིག་ལ་རོ་སྐབས་བབ་ཀྱི་དོན་འདི་རེ་ཞིག་རྫོགས་པར་བསྟན་པ་ལ་རྫོགས་ཚིག་ཟེར། དེ་བུ་དོ་རྫོགས་ཚིག་གི་གོ་དོན་འགྲོ་ཚར། ངོ་ནས་བྱས་ན། ཐ་དེའི་འོག་སྟེ། དོན་ཡོངས་སུ་རྫོགས་པར་སྟོན་པའི་དགོས་པ་གར་དགོས་པའི་ངེས་པ་མེད་ལ་དེས་ཁོ་རང་ངོ་ནས་ཤུགས་བསྟན་གྱི་ཚུལ་དུ་ཡོད་རེད། སྐབས་བབ་ཀྱི་རྒྱུད་སྐབས་བབ་ལ་དུ་ཚང་བ་སྐབས་སུ་བབ་པའི་བརྗོད་བྱ་རྫོགས་རེད་མ་གཏོགས། དོན་ཡོངས་སུ་རྫོགས་ཡོད་མ་རེད་རང་བཞིན་གྱི་ཤུགས་ནི་ཧ་གོ་འགྲོ་ཡ་འགྲོ་བྱེད་ཡོད་རེད་ཡིན་ན་དེ་འགོ་འཚོལ་ཡ་གི་ཆེད་དུ་ཟེར་བ་ལས། དོན་ཡོངས་སུ་རྫོགས་པར་སྟོན་དགོས་པའི་ངེས་པ་མེད་ལ་དེས་འགོ་འཚོལ་བདེ་བའི་ཆེད་དུ། ཤུགས་བསྟན་དེས་ཤུགས་ལ་གོ་དགོས་ཡ་དེ་གོ་མ་ཐུབ་ངེས་ཚོ་ལ་ཡང་འོག་འདི་ལ་གསལ་བཤད་བྱེད་དོ། ད་དེ་དཔེ་རྙིང་ཅན་མོ་རེད་ར་རེད་ད་དཔེར་ན་ང་ཚོས་ངེད་ཀྱིས་རྩོམ་གཅིག་ཐོག་ནས་བྲིས་པ་ཡིན་ན་རེད་བ་ག་འདྲས་བྱེད་ནི་ལར་རེད་ན། དཔེར་ན། ངའི་སེམས་ཅན་དགའ་ཤོས་ལགས་ཀྱིས་ངས་རྩོམ་ཡིག་ཅིག་བྲིས་ཀྱི་ཡོད་པ་ཡིན་ན་རེད་བ། ད་རྩོམ་ཡིག་འདི་གི་སྒང་དེ་ལ་ཉན། ཨ་སྤྱིར་འཛམ་བུ་གླིང་འདི་ག་ན་སེམས་ཅན་ཧང་སང་ཡང་མང་པོ་ཡོད་རེད། ཨ་ནི་ངེད་ཀྱིས་སེམས་ཅན་དེ་ཚོ་རེ་རེ་ནས་མིང་གྲགས་དང། ཁྱི། དང། དང་དང་འདྲ་བསྡུས་པ་འཇགས་རེད་བ། ཁྱི་དང། ཨ་ནི། ཞི་མི་དང། གཡག་དང། ད་དེ་ལ་སོགས་པ་ཡང་མེད་ན་དང་འདྲ་མ་བསྡུས་ནས་ཁྱི། ཞི་མི། སྲོག་ཆགས། ཨ་ནི། ལ་སོགས་ཡོད་དོ། ལག་རི་བ་རྐུབ་སྟེགས་ལ་ཡ་ཡ་ན་རོ་ཡོད་དོ། ལ་སོགས་ཡོད་དོ་ལ་ནི་བཀའ་སྲོལ་པའི་སེམས་ཅན་མང་པོ་ཡོད་པ་འདི་འདི་གི་བརྗོད་བྱ་འདི་རྫོགས་རེད་མ་གཏོགས་རྩོམ་ཡིག་གང་ཚང་ད་ལྟ་རྫོགས་རྒྱུ་རེད་ཨང་འདི་རྐུབ་སྟེགས་ནི་མ་མོ་དེ་ནི་བྲིས་རི་བ་ཨང་ཡིན་ན་ཡང་སེམས་ཅན་མང་པོ་ཡོད་པའི་ནང་ནས་ངའི་སེམས་ཅན་ག་ཤོས་ནི་ཨ་ནི་གཡག་ཡིན། ཨ། དུས་སྨྲ་མུ་མཐུད་ནས་འགྲོ་ཆོག་གི་རེད་བ་བྱས་ཙང་སྐབས་བབ་ཀྱི་བརྗོད་བྱའི་དོན་རྫོགས་པ་རེད་མ་གཏོགས་རྩོམ་ཡིག་ཡོངས་ཀྱི་དོན་བརྗོད་བྱའི་དོན་རྫོགས་ཡོད་མ་རེད་བ་འོ་དེ་འདྲ་བྱས་ན་རྫོགས་ཚེའི་ལ་རེད་སྙིང་རྗེ་མོ་རེ་བརྗོད་དེ་གོ། ད་དེ་ནས་སླར་དུ་ལ་སླར་ཡོང་རྒྱུའི་དོན་དེ་རེ་ཞིག་བསྡུས་པའམ་མི་འབྱུང་བར་བསྟན་པས་ན་སླར་དུ་ཟེར་བ་ད་དེ་ངེད་ཀྱིས་ག་འདྲ་རྫོགས་ཁོག་དོན་འདི་ལས་ཀ་བྱེད་པའི་བྱེད་སྟངས་འདི་དང་གཅིག་པ་གྲོགས་བྱེད་རེད་དེ་ལས་འབྲེལ་ཤ་རྒྱགས་པའི་གི་སླར་ཡོང་རྒྱུ་སླར་ཡོང་རྒྱུ་གི་དོན་དེ་རེ་ཞིག་བསྡུས་པ་མི་བྱུང་བར་བསྟན་པས་ན་སླར་ཐུགས་ལར་ག་འདྲའི་གྲོགས་བྱེད་ཡིན་ན་བསམ་བསམ་གྲོགས་བྱེད་བྱས་ཙང་ཉེ་འདས་མ་གོ་དེ་མ་བཀྲམ་ནས་འབྲེལ་ཤ་རྒྱུ་ན། སླར་ཡོང་བའི་ཚིག་ཅིག་གིས་བསྡུས་པ་ཡིན་ཙང་སླར་ཐུགས་ལར་ངས་འབྲེལ་ཤ་འདི་འདྲ་རྒྱུ་ན་གོ་དེའི་དུང་འཁོར་དཔེར་ན་ཆ་བྱས་ན། སླར་ཡོང་བའི་ཚིག་ཅིག་གིས་དཔེར་ན་ཆ་བྱས་ན་གཡག་ལ་དུས་གཡག་ཁོ་རང་གི་དོན་ཡོངས་སུ་རྫོགས་པ་སྟོན་ཚར་རེ་ཅིག་དང་གཡག་ལ་ཡང་དེ་དེ་ནས་གཡག་ཁུ་ཡང་བསྐྱར་མགོ་ནས་རྐུབ་དེ་ལ་ཡང་ཚིག་གཞན་པ་ཅིག་སླར་ཡང་བྱུང་ནས་འདིས་ཀྱིས་ཨ་ནི་རྫོགས་པར་སྟོན་གྱི་ཡོད་ཙང་སླར་འདུག་འདིས་ཀྱིས་ཚིག་དེ་ཡང་འདིས་ཀྱིས་འདུག་གི་ཡོད་ཙང་ཨ་ནི་སླར་འདུག་བྱས་ཙང་དེ་སླར་འདུག་ལ་དུས་སླར་ཡང་བྱུང་བས་ཨ་ནི་སླར་འདུག་ཕྲད་ཅིག་གིས་སླར་ཡང་བྱུང་བས་ཚིག་གཞན་ཅིག་གིས་ཨ་འདུག་འདུས་པའང་རྫོགས་པར་སྟོན་པས་ཡིན་ཙང་སླར་འདུག་བྱས་ཙང་དེ་གཡག་གི་ཚིག་དེས་ཀྱིས་ཁོ། ཁོལ་གྱི་རྗེས་ལ་སླར་ཡང་ག་ན་རུ་གོ་ཞིག་བྱུང་རྗེས་ཁོལ་གྱི་རྫོགས་པ་རང་རྫོགས་པར་སྟོན་པ་ཡིན་ཙང་སླར་འདུག། དེ་འདྲི་བྱེད་གོ་བ་འདུག་སེ་ལེན་དང་ཡག་པ་འདུག་བསམ་བསམ་འགྲོ་བཞིན་འདུག་འདི་ང་རེ་གི་བསམ་ཚུལ་རང་ཡིན། དེ་ནས་ཟླ་དུས་ལ་དེ་ཚིག་རང་གི་ཟླ་བོའམ་གྲོགས་པོ་འདུས་པའམ་མི་འབྱུང་བར་བསྟན་པས་ཟླ་དུས་ཟེར་བ་ཡིན། འདི་ལ་དུ་བ་བྱས་ཙང་དེ་གོ་བ་ལེན་སྟངས་ལ་མི་འབྱུང་བར་བསྟན་པ་གམ་མི་འབྱུང་བར་བསྟན་པ་ལ་ན་ག་འདྲས་ག་འདྲས་སུ་འབྱུང་གི་ཡོད་མ་རེད་བསམ་བསམ་འགྲོ་དེ་འདྲ་ཡོད་འདུག་བྱས་ཙང་ངེད་ཀྱིས་འདིའི་སྐབས་འདི་ལ་འགྲེལ་བཤད་བརྒྱབ་པའི་སྐབས།

དཔེར་ན། ཚིག་གི་ཟླ་འོད་བསྡུས་པས་ན་ཟླ་བསྡུས་སུ་དཔེར་ན་ཆ་ཤས་ན། གཡག་ལགས་ཀྱི་ཚིག་འདི་གིས། ཟླ་འོད་ག་ན་རུ་གོ་འདི་གིས་བསྡུས་པའམ་རྫོགས་པར་སྟོན་གྱི་ཡོད་ཙང་གྲོགས་པོ་གྲོགས་པོ་དང་ཚིག་གྲོགས། གཡག་གི་ཚིག་གྲོགས་ག་ན་རུ་གོ་ཟླ་འོད་འདི་གིས་བསྡུས་པའམ་རྫོགས་པར་སྟོན་གྱི་ཡོད་ཙང་ནི་ཟླ་བསྡུས། དུས་བར་གོ་བ་ལེན་ཞེས་དང་ནི་ལས་ལྷག་ཡོད་པའི་སོགས་རེ་ཞིག་འདུག་ཨང་བྱས་ཙང་སློབ་མ་ཚོས་སོ་སོས་ལྟ་གི་ལྟ་གི་ཕྱིས་དང་རེ་བ། སློབ་དེབ་ནང་གི་འགྲེལ་བཤད་འདི་ཡག་པོ་འདུག་ད་ལྟ་ཡང་ངེད་ཀྱིས་མ་གོ་བདེ་བོ་ཕྱིས་ནས་རྒྱབ་པ་འདི་ཡག་པོ་འདུག་སོ་སོས་དེ་བྱས་རྗེས་འོ་འདུག་ཚིག་ཡིན། དེང་གི་དཔེ་ཆོས་ཉན་གང་ཞུས་སོ། འོ་དེ་ནང་བཞིན་རེད། ལ་སོགས་རོ་ད་ང་ཚོ་སླར་བསྡུའི་ཕྲད་དང་ས་ར་སླར་བསྡུའི་ཕྲད་མིང་བརྡའི་རྗེས་འཇུག་དང་མཐུན་པར་སྦྱོར་ཚུལ་དང་གི་རྩ་བའི་སྣ་རོ་ལས་གཞན་རྣམས་མིང་བརྡའི་རྗེས་མཐུན་སྦྱར་ལ་བྱོས་འོ་དེ་གི་ད་དེ་གཞན་རྣམས་མིང་བརྡའི་རྗེས་མཐུན་ལ་སྦྱར་སྟངས་ཀྱི་དཔེ་ཆོས་དེའི་དང་པོ་ང་ཚོ་དེ་འདྲ་མང་དྲུག་ཡིན། དེ་རྗེས་འཇུག་ཆུ་དེ་དེ་དོ་ག་ང་ད་ན་བ་མ་ཧ་ར

དོན་དག་གོ་མ་ཚོད་ཡ་ཁྱོད་ནས་ཡོད་མ་ཐག་དེ་གས། ཤིན་ཏུ་བཟང་ངོ། ང་ལ་བརྙན་པ་ཡོད་དོ་ཡོད། ད་ག་ཇི་ལ་དོ། ཁ་ཟས་སྦྱིན་ནོ། ན་ག་ཇི་ལ་ནོ། ལས་ག་བྱེད་ཐུབ་བོ། བ་ག་ཇི་ལ་བོ། ནམ་མཁའ་འོ། སྦྱིན་རྒྱུ། ཨ་ག་ཇི་ལ་ཡ། ཨ་ན་རོ་འོ། དེ་ལ་བྲིས་སྟངས་མི་འདྲ་བ་གཉིས་ཡོད་རེད། ཨ་གཅིག་གཅིག་ཚགས་དུང་རྒྱབ་ནས་ཨ་ན་རོ་འོ་བྲིས་ནས་འགྲིག་གི་རེད། ནམ་མཁའ་འོ་བཟོ་ཚུལ། ཤཱཀྱ་ནམ་མཁའི་ཨ་དེ་གི་རྐུབ་དེ་ལ་ཡ་ཨ་ནི་ཨ་ཁོ་རང་གིས་སྒང་དེ་ལ་ནཱ་རོ་བརྒྱབ་ནས་ནམ་མཁའ་འོག་ལ་ཏུགས་སེ་ཁྲིད་ནས་འགྲིག་རེད་དེ། མཁས་པ་ཡོད་མ་རེད་ཤོད་ཡིན། དེ་ནས་མ་ག་རྗེ་ལ་མོ། དེ་ནས་ར་ག་རྗེ་ལ་རོ་འཁོར་ལོ་འཁོར་རོ། གསོལ་ཇ་འབུལ་ལོ། སློབ་སྦྱོང་ལ་མཁས་སོ་སོགས་འདུག་བྱས་ནས་ད་དེ་གཞན་རྣམས་མི་འཐད་རྗེས་མཐུན་སྦྱར་གྱི་དཔེ་ཆོས་དེ་གའི་རེད་སྦྱར་སྟངས་དེ་རེད་ཡོད། ད། ནམ་རྒྱུན་ང་ཚོའི་རྒན་ལྷག་པ་ཚེ་རིང་དབར་ན་ཟིག་ང་ཚོའི་རྒན་ལགས་ཀྱིས། རྣམ་དབྱེ་དྲུག་པོ་ད་ལྟ་འདི་སླར་བསྡུ་དང་རྫོགས་ཚིག་འདོན་ཚུལ་གྱི་ཚིག་འགྲེལ་འདོན་ཚུལ་གྱི་ནམ་རྒྱུན་བྱ་བ་གར་དོན་ག་འདྲའི་སྒྲོག་ཅིག་སྟོན་གི་ཡོད་རེད་ལ་འདུག་རེད། ཡིན། འདུག། ཡོད། དེ་འདྲས་ཀྱི་ལས་ཀ་ཅིག་རེད། འོ་དེ་འདྲས་བཤད་ཡོང་གི་རོ། དཔེར་ན་ཆུ་བཀག་གོ་རེད་ཆུ་བཀག་གོ་རེད་དུ་འདུག་ཤིན་ཏུ་ཁོ་བཟང་པོ་ཡོད་རེད་དུ་འདུག་ཡོད་པའི་ཡང་ཡོད་པའི་དོན་སྟོན་འདྲས་དུ་ཁོ་ཤིན་ཏུ་བཟང་ལ་དུ་ཁོ་དཔེ་མ་སྲིད་པའི་མི་བཟང་པོ་ཡོད་ཡོད་རེད་ལ་སྦྱོར་བ། འོ་དེ་འདྲས་ཀྱི་གོ་བ་སྒྲོག་ཅིག་ཡོད་རེད་ནམ་རྒྱུན་འོ་དེ་འདྲས་བཤད་ཡོང་གི་རྒྱུ་ཡིན། ད་འོ་དེ་གས་ནག་པོ་དེ་གས་དེ་ལྟར་དཔེར་བརྗོད་ནག་པོའི་ནང་བྲིས་པ་དེ་གས་ཚ་མོ་ལོ་གཞན་རྣམས་མིང་བསྟན་ཅིང་བདུན་སྦྱར་གྱི་དཔེར་བརྗོད་བྱས། ད་དེ་ནས་ང་ཚོ་ཕོ་ཆོས་འདི་ལ། བྲག་ཡོས་ཏོག་ཐང་ལ་བྱོའོ་འདི་དྲུག་ཡིན་ད། དར་དྲག་གི་མཐའ་ལ་ཡག་ཨ་ནི། ང་ཚོ་གུས་ཏོག་འཐོབ་གི་རེད་ཟེར་བ། ནག་པོ་དེ་གས་འདིར་འགྲོ་བརྩམས། དར་དྲག་གི་མཐའ་ལ་ཡག་ཨ་ནི་ཏོག་འཐོབ་གི་རེད་ལ་བདུད་བརྩམས་པ་ཨ་ནི། ག་འདྲས་རེད་འདུག། དར་ནི་ང་ཚོ་ཡང་འཇུག་དར་དེ་ཨ་ནི་རྗེས་འཇུག་གསུམ་གྱི་རྗེས་ལ་འགྲོ་གི་རེད་བ། ལས་བྱེད་འཇོག་དབང་ནོར་ལོ། དག་ནི་ན་རག་ལག་གསུམ་དང་ས་ནི་གང་གང་བར་མར་ཐོབ་ལ་ཕྱེ་ཚང་ཐ་ཡང་བཅུ་དག་སྟེ་བྱིན་ཆུ་ན་རག་ལག་བཅས་ལ་ཐོབ་པའི་དཔེ་ཆོས་རེ་རེ་འདོན་ཏེ་བྲིས་བཞག་ཡོད། སློབ་སྦྱོང་མཐར་ཕྱིན་ཏོ་ཟེར་བ། བདེ་སྐྱིད་ལྡན་པར་གྱུར་ཏོ་ཟེར་བ། དེ་ལྟར་བཀའ་སྩལ་ཏོ། ལས་ལོག་འདུ་བ་སྟེ་སྒོ་མ་ཆོད་ན་མི་འདུ་བ་ཡང། ལུགས་སྲོལ་ཕྲད་ཐོབ་ཐང་སྦྱོར་བ། ཡིན་ནའི་ང་ཚོ་ནམ་རྒྱུན་བྲིས་པའི་སྐབས་ལ། ཐ་ཡང་བཅུ་དེ་བྲིས་ཀྱི་མ་རེད་ཡ་བསྡུས་བཞག་གི་རེད། རྟ་ནར་ལྡོ་ལྟོ་འདི་ལ་བལྟས་པ་ཙམ་གྱིས་ལམ་སང་ཨ་ནི། ཨོ་ད་ད་ཡང་ཆུ་ད་དྲག་ཐོབ་ཏུ་བཏང་བསམ་པ་ལམ་སང་ཤེས་འགྲོར་དཔེར་ན། ཤིན་ཏུ་བཟང་ངོ་ལོ་འདི་དེ་སྔོ་ན་ཅན་ན་རྗེས་འཇུག་ན་ག་བྱེད་ལ་ཡ་ད་ཤིན་ཅུ་དུ་ཐོག་པོར་བ། ཡིན་ན་དེ་ལ་ཏུ་གར་ཅན་བྲིས་ལ་དུས་ད་ཡང་ཅུ་ཡོར་བ་བྱས་སང་ཤིན་ཏུ་ལ་ནི་ཡོ། ཨ་ལ་ད་ཤིན་ཅུ་ཏུ་འདི་ལ་དྲིའུག་མར་ད། ད་ཤིན་ཅུ་ཏུ་འདི་ལ་བལྟས་པ་ཙམ་གྱིས་ཨ་ནི་འདི་ཡིན་པ་ལམ་སང་ཧ་གོ་འགྲོ་གི་རེད། ད་གང་ཚུགས་ཀྱི་ཨ་ལས་ད་ཡང་བཅུ་ཡོད་པ་ལམ་སང་འོག་དྲུག་རེའི་འོག་ཏུ་སེ་བེད་ཆུའི་དར་དྲག་ཐོབ་བར་བྱེད། དེ་ནས་བྲག་ཡོས་ལྟོ་དང་མཐའ་མའི་འོག་ལ་དུ་མཐའ་མའི་རྗེས་ལ་འོག་ཐོབ་ཐང་ཆེན་དེ་རྗེས་འཇུག་མེད་པའི་སྐབས་ལ་དེ་ནི་ཀ་བ་འོ་ལ་དེ་ཀ་བ་རེ་དང་དུ་རུ་བ། བྱས་ཙང་དེ་དེ་ནི་ཀ་བ་འོ་ཨོས་ཏེ་ཚགས་བརྡུང་བརྒྱབ་ནས་ཨ་ན་རུ་འོ་བྲི་ཡ་གཅིག་བྱེད། ད་དེ་ནས་ཚགས་བརྡུང་མ་བརྒྱབ་ནས་ཀ་བ་འོ་དུག་སེ་བྲི་ནན་བྲི་འཁོར་ཁྱེད་རང་དེ་ཉིན་ག་ར་བྲི་ནན་དམ་ག་ར་རྗེས་འཇུག་བ་དེ་རྗེས་འཇུག་མ་རུ་བ། ཐ་མས་ཁོ་འབྱིན་འཇུག་མེད་ཙང་ཐ་མའི་རེད་བ་ཁོ་མིང་མིང་ད་འདི་མིང་གི་ད་འདི་འདི་རེད་བ་ཀ་བ་ལ་གི་མིང་ཅི་རེད་བ་ཁོ་འབྱིན་འཇུག་མ་རེད་བ། ཨ་ད་ག་ན་ཞིག་འདུག་བྲིས་ཐང་འདུག་བྲིས་ནས་འགྲིག་རེད་བ་འདུག་ཅིང་བྲིས་ཐང་མེད་འདྲ་བ་གཉིས་ཡོད་རེད། ཚོ་ག་རེ་གླག་རེ་གླག་དུས་གོ་སོགས་ད་ག་ན་རུ་གོ་ང་ན་རུ་ངོ་ད་ན་རུ་དོ་ཕ་ན་རུ་ཕོ་འདི་གས་ཚང་མ

དགེ་རྒན་གྲོགས་ཅིག། ད་ད་རེས་ང་ཚོ་འདི་འདྲ་སྦྱང་ཡས་རེད་ད་ཧ་གོ་སོང་ངས་ལབ་དོན་ཁྱོད་ཚོ་ཧ་གོ་སོང་ལགས་རེད་བ་འོ་དེ་གི་ཧ་གོ་བ་དེ་རེད་བ་མིང་ཚིག་ད་དེ་དེ་རེད་བ། དེ་ནས་གོ་ས་ས་འདི་ག་ན་རེད་གོ་དེ་སླར་དུས་འཕྲད་མ་རེད་བ། ཁོ་གོ་ནས་གོ་ནས་ད་དབང་ཆ་དང་དེ་འདྲས་ཀྱི་མིང་གི་རྣམ་གྲངས་ཅི་རེད་བ་གོ་ས་ས། དེ་ནས་སྐུ་ངོ། སྐུ་ངོ་ལགས་དེ་གོ་མ་ཚོད་མི་འདུག་བ། སྐུ་ངོ་ཡིན་ནམ་རྒྱུ་ང་ཚོས་ཀྱི་ཚིག་གི་གདངས་ཏེ་ཙི་མ་འདྲ་ཅི་རེད་སྐུ་ངོ་ཡིན་ལབ་ཅི་ལབ་དེ་རེད་ང་ན་རེ་ངོས་ཟ་ངོས་ཀྱི་གདངས་འགྲོ་སྐུ་ངོས་འགྲོ། བྱས་ཙང་སྐུ་ངོ་ཟེར་བ། ངོ་གདོང་གདོང་གི་ཞལ་གསར་བ། གདོང་གདོང་གི་མིང་གི་རྣམ་གྲངས་རོང་དགོན་དང། ནམ་རྒྱུན་ང་ཚོས་ངོ་བཅུ་སྐོར་ལབ་འདིར་ངའི་ངོ་ལ་མ་བཟོས་སོང་ན་ར་ང་ངོ་ཚ་གིས་ལབ་འདིར་ར། གདོང་ཚ་གི་འདུག་ལབ་འོ་ར་དོན་རྡོག་རྡོ། ངོ་གདོང། བར་དོ་བར་དོ་ལབ་འདི་མི་ཤེས་པའི་ང་ཚོ་གྲོངས་པའི་རྗེས་ལ་ཡ་ཨ་ནི། ཞག་བཞི་བཞི་དགུ་ཨ་ནི། བར་དོའི་ཁམས་ལ་དེའི་དེ་ཡང་དེ་ལ་ཡང་ནི་ཁྱམས་བདེ་བའི་སྐབས་ཀྱི་རྣམ་ཤེས་བར་དོ་ལ་ཁྱམས་བདེ་བའི་སྐབས་ཀྱི་དེ་ལ་ཡང་ནི་བར་དོའོ། ཨ་ནི་ངོ་བོའོ། དོན་གྱི་ངོ་བོ་སྒྲོ་བཙལ་བ། གང་ཞིག་དོན་གྱི་ངོ་བོ་ཙམ་བརྗོད་པ་རྣམ་དབྱེ་དང་པོ་ཡིན་ལ་ངོ་བོ་དེ་སྐབས་ལ་ཁ་ཏྲ་ལ་སོགས་མིང་རུང་བ། མིང། བ་དེ་ལ་གོ་བགྲོད་ཡང་དེ་ལ་ཡང་དེ་སླར་དུས་ཕྲད་མ་རུང་བ། དག་ན་བཞིན་ཆེན་མོ་ལ་ན་ཆེན་པོ་དང་ཆེན་མོ་གཉིས་དོན་གཅིག་པ་རེད་ཡོད།

དེ་ནས་ནི་རོ་ས་ཁུག་རྟའི་མདུང་རྩེ་མ་སླར་བཏུད་འཕྲལ་མར་བ་དེ་ནས་རོ་མངར། རོ་དྲུག་རོ་དྲུག་ཡོར་བ་མངར་བ་སྐྱུར་བ་ཚ་བ་ལན་ཚྭ་དཀར་བ་ལ་འདིའི་སྣ་ལོ་ནི་རོ་མངར་བ་སྟེ། དེ་ནས་ཆོ་ལོ། ཆོ་ལོ་ལ་བའི་བཙན་པ་ལ་ནི། མ་དབང་ཆ་བསྙེན་པར་སྤྲད་པ་དང། གོ་གནས་ཐོབ་པ་དང་གོ་གནས་དང་དེ་འདྲ་ལ་ཡང་ཡང་ཆོ་ལོ་ཆོ་ལོ་ལ་ནི་འདི་རྒྱལ་རབས་ཀྱི་ལོ་རྒྱུས་ཀྱི་སྣ་ལོ་ལ་ཡང་བཤད་པའི་སྐབས་ལ་ཆོ་ལོ། རྒྱ་ནག་གོང་མའི་ཆོ་ལོ་གནང་བ་རེད་ལ་དེ་འདྲ་མང་པོ་ཐོན་ཡོང་སྐོར་བྱས་ཙང་ཆོ་ལོ་གསོལ་ཡོད། ཡང། བོད་ཀྱི་ཐ་སྙད་རྙིང་པ་ཅིག་གི་ནང་ལ་ཆོ་ལོ་ལ་ན་ཤོ་དང་ང་ཚོ་རྒྱན་གྱི་རྩེད་མོ་དེ་འདྲ་རྩེད་པ་རྩེད་པ་ལ་ཤོ་རྒྱབ་པ་ལ་ཆོ་ལོ་རྒྱབ་ལ་ཆོ་ལོ་རྩེད་ལ་རེད། དེ་ད་ལྟ་ཡིན་ནའི་སི་པི་ཏི་ཡི་བ་ང་ཚོ་ད་ལྟ་སྤི་ཏི་བ། སྤི་ཏི་གི་ལུང་པ་ལ་རྒྱུད་ད་ར་བ་སི་པི་ཏི་ལུང་པ་ལ་རྒྱུད་ད་ཁྱེད་རང་ད་ལྟ་ཡིན་ནའི་ནི་ཁོང་ཚོས་ཤོ་རྒྱབ་པ་ལ་ཆོ་ལོ་རྒྱབ་ལ་རེད་མ་གཏོགས་ཤོ་རྒྱབ་ལ་ནི་ཚིག་དེ་བེད་སྤྱོད་གཏང་གི་མ་རེད་ད་ལྟ་ཆོ་ལོ་ལ་ནི་ཚིག་དེ་ད་ལྟའི་བསྡད་ཡོད་རེད་རྒྱན་རྒྱན་དང་དེ་འདྲ་བཞག་ནས་རྩེད་མོ་རྩེད་ཡ་ལ་ཆོ་ལོ་ལ་ཡོད་དོ།

སྟེགས་པ་མ་ཚོས་མི་འདུག་ཨ། བྱས་ཙང་འདི་ག་ལ་མི་མང་པོ་གཅིག་གིས། བསོད་ནམས་བོ་ས་ན་རུ་བསོད་དང་བསོད་ནམས་མ་སེ་ནམས་བསོད་ནམས་འདི་དྲིང་འདི་བས་ལོ་གར་དང། ང་ཚོས་ཚོགས་བསོད་ནམས་བསགས་པ་ལ་དེ་འདྲ་འདི་ག་ལ་བསོད་ནམས་མ་ནམས་ལ་བསོད་ནམས་ཞིང་པ། ད་ག་རང་ལ་གོ་དྲུག་རེད། ཨོ་འདི་ལ་སོགས་པའི་ད་ལྟའི་འདི་གའི་ཚང་མ་ད་ལྟ་དེ་ལ་ཡང་དཔེ་དོན་ཙམ་ཞིག་བཀོད་ཡོད་རེད་མི་འདུག་འདི་ལ་སོགས་པའི

ངེད་ཀྱིས་ཁྱོད་ནི་ནམ་རྒྱུན་འཛིན་གྲྭའི་ནང་སློབ་ཚན་བསླབ་པའི་སྐབས་ལས་ཉིན་སྦྱོང་ཚན་འདིར་སློབ་མ་རང་གི་ལས་ཀ་བརྩི་གི་ཡོད་མ་མཐོང་དགེ་རྒན་གྱི་ལས་ཀ་ལ་ཁྱོད་ནི་བརྩི་གི་མེད། ད་དགེ་རྒན་གྱིས་སློབ་མས་སྦྱོང་ཚན་བྲིས་ཚར་ནས་ཐ་མག་དེབ་ཡར་བཀྱེད་ཡོང་པའི་སྐབས་ལ་འགྲིག་འདུག་འགྲིག་མི་འདུག་ག་ཚོད་ཤེས་འདུག་ཤེས་མི་འདུག་ག་ཚོད་སྦྱངས་འདུག་མ་མཐོང་ལགས་ཏེ་དགེ་རྒན་གྱིས་སྦྱོང་ཚན་ལ་བལྟ་ནས། ཤི་ནས་ཧ་གོ་གི་རེད་མ་གཏོགས་སྦྱོང་ཚན་གྱི་དྲི་བ་ཨེ་ན་པང་ག་ལ་བྲིས། ལིན་ཨེ་ན་པང་ག་ལ་བྲིས། ཨ་མ་དཔེ་དེ་ཟ་ཆོ་ཆོ་མ་ཤུ་བཅུག། འོ་དེ་འདྲ་ངས་ཁྱོད་ལ་བྱེད་ཀྱི་མེད་འདི་འདྲ་གལ་སྲིད་དགེ་རྒན་གཞན་པ་དེ་འདྲ་དེ་འདྲ་བྱེད་ཀྱི་ཡོད་པ་ཡིན་ནས་སྤོ་གོ་ལ་ཡ་སྐད་ཁྱོད་ནས་འགྲོ་གི་མི་འདུག་དེ་འདྲའི་རིགས་མ་གནང་རོགས་གནང་ངས་རེ་སྐུལ་ཞུ་ཡ་ཡིན།